གཉིས་ཡོད། རིམ་པ་གཉིས་ནང་ལོན་ནས་རིམ་པ་དང་པོ་འདི་ལ་ནི་བྱེད་སྟངས་འདྲ་མི་འདྲ་གཉིས་ཡོད། ཡང་ཁ་ཤས་ང་ཚོ་བསྡུར་ཟིན་བདེ་ཐང་ལ་བདེ་བོ་མེ་བ་སོགས་རིམ་པ་ཡིན་ན་ཡང་བདེ་ཐང་ཞིང་པ་གང་ལ་རིམ་པ་བྱེད་ནས་གཉིས་ཡོད་རེད། ཨ་ནི་དང་པོ Primary འདི་གིས་ནི་སྦྱོང་བརྡར་འདི་ག་འདྲ་བྱེད་ནང་གོ་ཟེར་ན་དང་པོ་གྱི་ནང་སོ་ག་འདྲ་བྱེད་ནས་སྐྱི་རུམ་བཅའ་ནས་ག་འདྲ་གཅིག་སྐྱི་རུམ་གཅིག་བདེ་བོ་ཡིན་ན་རྐང་པ་གཅིག་ལ་གཅིག་གཉིས་ཀ་གཉིས་ག་འདྲ་བཞིན་བཞག་ཡས་འདོད་པ་ཡིན་ན་བསྡུར་ཟིན་བཞག་བྱས་རྒྱས་འབྲུ་འདི་ཤང་ཤང་བྱས་བཞག་དཔུང་པ་འདི་ལྷོད་ལྷོད་ལག་པ་ལྷོད་ལྷོད།

འགོ་བཙུགས་པ་ཡིན་ན་དང་དཔུང་གཉེན་ལ་སོ་སོས་སོ་སོར་སེམས་པ་ལྷོད་ལྷོད་བྱ་ཡ་དང་སེམས་པ་དེ་ད་ལྟ་དུས་ཚོད་ད་ལྟ་རང་ལ་ཡོད་པ་ཕར་གནས་ཡ་དང་ས་ཆ་ག་བ་ག་ས་ལ་མ་ཁྱབ་ན་དེ་གལ་ཆེན་པོ་རུ་ཆགས་འདོད་རེད་ད། ང་ཚོ་བོད་རབ་མ་རིག་འདི་དང་པོ་འགོ་བཙུགས་ཟིན་པ་ལ་ནི་ག་འདྲ་ཞིག་བྱེད་དགོས་རེད་ན་ང་ཚོ་གི་ལག་པ་མཛུ་གུ་དེ་རང་ཉིད་བེད་སྤྱོད་བཏང་ཡ་མེད་ན་ང་ཚོ་མཛུ་གུ་དཀྱིལ་མ་དེ་བེད་སྤྱོད་བཏང་ན་འགྲིག་གི་རེད་ག་འདྲ་བཞིན་བྱེད་ཀྱི་རེད་ལ་ན།

ག་ཚོད་ཀྱི་འཇམ་བུ་བཏང་གི་ཐབས་ཤེས་ཆེད་ནི། སྒྲ་འདི་ང་ཚོ་མ་ཐོན་པ་ཞིག་དེའི་གིས་སྒྲ་དེ་ཁྱེད་རང་ཚོ་གི་ཐང་ཐར་ཁོ་ཡོད་པ་ནང་བཞིན་གྱི་ང་ཚོ་སྦྲང་རྩིས་སྐད་རྒྱག་པ་ནང་བཞིན་དེ་སྒྲ་འདི་གོ་ཡས་ཀྱི་ཐབས་ཤེས་ཆེད་མ་ཐོན་ཡས་ཀྱི་ཐབས་ཤེས་ཆེད་དེའི་བྱེད་དུས་བསམ་པ་ལ་ང་ཚོ་གི་སོ་དེ་མཉམ་དུ་མ་སྦྱར་བ་ཆེད་སོ་དེ་ལྟོ་ཟེ་ཁ་ཕྱེ་ནས་རྫས་སྟོང་པ་ལྟོ་ཟེ་ཤ་ཞུ་ར་མིག་དེ་བཙུམ་གཟུགས་པོ་གང་སར་ལྷོད་ལྷོད་ཅིག་བྱེད་ཨམ་ཆུ་ནང་ལ་ཡར་ལྡག་གཟུགས་པོ་ཡར་ལྡག་ནས་དབུགས་རིང་པོ་ཡར་ལེན

ཨམ་ཅོ་ནད་པ་དང་སོགས་པ། དམིགས་བསལ་གྱི་ཨམ་ཅོ་ནད་པ་ཞིག་ན་ཚ་བོ་སྟེ་རྙོག་གྲ་ཚ་བོ་ཡོད་པ་སོགས་པ་དེ་དང་ང་ཚོ་ནི་བུ་མེད་གྲོགས་པོ་ན་རོ་ལ་ནི་སྤུ་གུ་ཡོད་པ་ཡིན་ན། དེའི་སྐབས་ལ་ནི་སྦྱོང་བརྡར་འདི་མ་གནང་རུང་ནའང་ཟེར་བ། སྦྱོང་བརྡར་འདི་ལ་ནི་ང་ཚོས་ཀྱི་དབྱེ་བ་གཞན་པ་དེ་མ་འདྲ་གཞན་པ་དེ་ག་འདྲ་ཅིག་བྱས་ཡོད་ཟེར་ན། ཡང་ང་ཚོ་མི་མང་པོ་འདུ་ཟིན་དེ་ལ་འབྲས་བུ་མེད་པ་ཡིན་ན་ང་ཚོ།

ཨུ་རུ་ངོ་མ་དང་འཛམ་བུ་ལ། ག་ཚོད་རིང་པོ་བྱེད་དུ་འདུག་ལྷོད་ལྷོད་བྱས་ནས། གལ་སྲིད་ཁྱེད་རང་ཚོ་སྐྱུ་རུམ་བཅའ་བདེ་བོ་མེད་པ་ན་དེ་འདྲའི་གི་བདེ་སྡུག་ཙམ་མ་བདེ་ཐང་འདི་ཁྱེད་རང་ཚོ་གི་ནི། ཞུས་པ་ཡིན་ན་ཁྱེད་རང་ཚོ་རྒྱུན་རིང་ལ་བསྡད་ཐུབ་བས་ད་ནི་རྒྱུན་རིང་ལ་སྦྱོང་བརྡར་དེ་བྱེད་ཐུབ་ཀི་རེད་ཟེར།

མེད་ན་ཉུང་མཐར་ཟླ་བ་གསུམ་གཅིག་སྐྱེལ་ན་བཟོ་རྒྱུ། དབུགས་དཀའ་དེ་མ་སྦྱོང་ད་དེ་མ་བྱས་པ་བྱས་ནས་དབུགས་མ་དཀའ་ནས་སྦྱོང་ད་ང་ཚོའི་རིམ་པ་དང་པོ་འདི་ན་འོ་ནའང་ཟེར་བ་གལ་སྲིད་ཡང་ང་ཚོས་ཁྲག་ཤེད་མཐོ་པོ་ཡོད་བ་དང་དེ་འདྲ་གི་སྙིང་གི་ན་བཟའ་ཤུགས་ཆེན་པོ་ཡོད་བ་དེ་ཚོའི་ལ་ང་ཚོ་དབུགས་དཀའ་ཡ་དེ་སྦྱོང་ད་འདི་མ་གནང་རོགས་གནང་ཟེར་བ་ནི་དེ་མ་ཡིན་པ་གཞན་པ་ང་ཚོ་གི་སྦྱོང་ད་འདི་བྱེད་དུས་ཙམ་པ་ལ་ཁེ་ཕན་ག་རེ་ག་རེ་ཡོད་མེད་གལ་ཆེ་ཤོས་དེ་ང་ཚོས་ཀྱི་དེ་སང་གི་སྤྱི་ཚོའི་ནང་ལོ་རེ་ཡོལ་བ་ནང་བཞིན་གྱི་དབུགས་འབྱུང་ཁྱེད་རྣམས་ཚོ་ག་འདྲ་ཅིག་སྦྱོང་དོར་སྦྱང་བ་ཡིན་ན། གྱི་སྦྱོང་དབུགས་འབྱུང་དེ་ཚོའི་ཁེ་ཕན་ཆེ་ཤོས་དེ་ག་རེ་ཟེར་ན་ང་ཚོའི་གཟུགས་པོའི་ནང་ལོ་ལ་ནི་ཚོ་བོ་དག་འདི་འདྲ་ཁྲག་ཚོ་བོ་ཡིན་ན་ཡིན་ན་རེད་རླུང་ཚོ་བོ་ཡིན་ན་ག་རེ་ཡིན་ན་ཅིག་ཚོ་བོ་ཅིག་ང་ཚོ་མང་པོ་ཅིག་ཡོད་རེད་བ་ང་ཚོའི་ཨིན་སྐད་དུ་ནི་ཏྲོག་སིན་ལེགས་རེད་དེ་ང་ལ་གཟུགས་པོ་ནང་ལ་དུག་དུག་འདི་ང་ཚོ་དུག་ཡང་ང་ཚོ་གི། བྱ་སྟངས་མ་འདྲ་བ་དང། ན་ལོ་ལ་ཡོད་དམ་ཡོད་སྟངས་མ་འདྲ་མ་འདྲ་ཡོད་ར། དེ་ཚོ་ཚང་མ་འགལ་བྱ་འགལ་བྱུས་འདི་ང་ཚོ་གཟུགས་པོ་ན་ལོ་ནས་དབུགས་མ་བཏང་དུ་བརྩམས་པ་ལ་ནི་མ་དོན་འགྲུལ་གྱི་ཡོད་རེད་བྱས་ཙང་ང་ཚོ་དབུགས་གཏོང་ལེན་བྱེད་སྦྱོང་ད་དེ་གལ་ཆེན་པོ་དེ་བཞིན་ཆགས་ཀྱི་ཡོད་རེད་བྱས་ཙང་གལ་ཆེ་ཤོས་དེ་ང་ཚོ་གཟུགས་པོ་ན་ལོ་ལ་གཙང་མ་བཟོས་ཡོད་བ། གཉིས་པ་དེ་ང་ཚོ་གཟུགས་པོ་ན་བརྩེ་བ་མ་ཚོར་བའི་སེམས་པ་ཡི་ག་ཚོད་ཀྱིས་ལྷོད་ལྷོད་བཞག་དུས་དུ་བཞག་ང་ཚོ་སེམས་པ་བུ་གཟུགས་མཐོ་བོ་དང་ཁོང་ཁྲོ་ཚ་བོ་དང་དེ་ནི་ཚ་ཁ་ཚ་གི་ཚ་བོ་དང་དེ་ནི་ལས་ཀ་བྱེད་དུས་ག་འདྲའི་བྱས་ན་མ་འཇོན་བ་དང་འདྲ་གི་ད་མང་པོ་བྱུང་དེའི་ཚང་མ་རྒྱུ་མཚན་དེ་ང་ཚོ་སེམས་པ་དང་ལུས་པོ་གཉིས་ཆ་མ་མཐུན་པ་དང་དེ་ནི་དེ་ན་བློ་ལ་བདེ་བོ་མེད་པ་གི་རྒྱུ་མཚན་ལ་བརྟེན་ནས་ནི་ང་ཚོ་བྱོས་ཐུས་ཡོང་མ་རེད་བྱས་ཙང་བར་མི་རེད་ཟེར་དེ་ཡིས། སྦྱོང་བརྡར་བྱེད་པ་ནི་དེ་ཚོ་ཚང་མ་ལ་ཕན། ཡང་མིན་ན་དཔེར་ན་ཆ་བྱས་ན་ཡང་ཡ་མ་ནེ་ཙག་ཡོད་པ་ཡིན་ན་འབར་མིར་བསད་དེ་དཔེ་གལ་ཆེན་པོ་ཡོད་རེད་དཔེ་ཡག་པོ་ཡོད་རེད་ང་རང་ཡང་ཞུན་ཆུ་འགོ་དུས་ཡ་མ་ནེ་བ་ཅིག་ཡིན་བྱས་ནས་ང་ཡོང་ཡུལ་ད་ང་ཚོ་ཡོ་ག་ལ་སྦྱོང་བརྡར་བྱས་དང་ང་ཚོ་རྒྱུགས་ཤོར་ལོས་ཡོད་དེ་ལུས་སྦྱོང་མང་པོ་ཅིག་སྦྱོང་བརྡར་བྱས་འགོ་བཙུགས་ནས་བྱས་ནས་ང་རང་གནའ་བོའི་ད་ཡ་མ་ནེ་བ་དེ་ད་ལྟ